བོད་ལུང་ངའི་མི་མང་ཡིན་དུས་ད་ད་རིང་འདི་ལ་ཡང་ང་ཚོའི་རེ་བ་ཞིག་བཅོལ་ནས་འདུག་པ་རེད། སྲིད་སྐྱོང་ལ་ཡིན་པ་ཡིན་ནས་གཅིག་པ་གཅིག་རྐྱང་དང་སྤྱི་འཐུས་ཡིན་ནས་སྤྱི་འཐུས་དང་སྲིད་སྐྱོང་ཚང་མ་མི་མང་གི་འོས་བསྡུ་བྱས་ནས་ཡོང་གི་འོར་བ། ད་སྤེན་པ་ཚེ་རིང་ཡི་གེ་སྐྱེལ་བཞག་ཡོད་ལབ་སྤྱི་གོ་འགྲིག་མར་བ། ཡང་ཚོ་ང་རེ་བ་ཞིག་བརྒྱབ་པ་རེད། ང་ཡི་གེ་སླེབས་པ་རེད། ད་ངས་ལས་ཀ་ཏག་ཏག་བྱེད་གི་འདུག་མི་འདུག་དེ་ལྟ་ཡས་དེ་ཁྱང་ཚོ་འགན་ཡོད་རེད། འདི་གསུང་ཆོག་གི་རེད་འགྲིག་མོད་ད་ཡིན་ན་དཀྲོག་གཏམ་ག། བོད་རང་བཙན་ཡིན་པས་ཀྱི་གནས་བབ་དང་ད་ལྟ་ཨ་ནི་བོད་རྒྱ་ནག་ཆ་ཤས་ཆགས་སྡོད་ཡོད་པ་དང་ད་དབུ་མའི་ལམ་གྱི་སྲིད་བྱུས་འདིའི་འོག་ནས་དབུ་མའི་ལམ་སྲིད་བྱུས་ལ་ཡང་གདེང་འཇོག་རག་ཡག་གི་གནད་དོན་གྱི་ཐོག་ལ་ཡང་ད་ག་འདྲ་བྱེད་དགོས། འདི་བོད་རང་བཙན་ཡིན་པའི་གི་གནས་བབ་དང་ད་ལྟ་ཨ་ནི་བོད་རྒྱ་ནག་ཆ་ཤས་ཆགས་བསྡད་ཡོད་པ་དང་ད་དབུ་མའི་ལམ་གི་སྲིད་བྱུས་འདིའི་འོག་ནས་དབུ་མའི་ལམ་སྲིད་བྱུས། ཕྱིར་བོད་དུ་གདན་འདྲེན་ཞུ་ཐབས་གནང་ཡོད། འོན་ཀྱང་ད་ལྟའི་ཆབ་སྲིད་ཀྱི་གནས་བབ་དེའི་འོག་གོང་ས་མཆོག་ཕྱིར་ཕེབས་ཐབས་མེད། ད་ད་ལྟའི་ཆབ་སྲིད་ཀྱི་གནས་བབ་དེ་ག་གོ་དགོས། དེ་ཅི་སྟེ་ངས་དེའི་སྐོར་ལ་ཐད་ཀར་དེ་ངས་ཁྱེད་ཀྱི་གོ་གི་མི་འདུག་དེ་ཡིན་ན་ཡང་ད་གཅིག་བྱེད་དུས་སྔོན་མ་ང་ཚོ་གཞུང་འབྲེལ་གྱིས་ནས་སྐུ་ཚབ་ང་བཅས་བྱས་ནས་མི་སྒེར་རྒྱ་ནག་ལ་ཐེངས་བདུན་ཕེབས་ཡོད་རེད་དེའི་གོང་ལས་རྒྱ་ནག་ལ་ཡང་ཐད་ཀར་བཀའ་མོལ་གནང་ཡ་བཀའ་བློན་ཞུས་གནང་ཡོད་རེད་ཨ་ནི་ལྡི་ལི་སྐུ་ཚབ་དོན་གཅོད་བརྒྱུད་ནས་ལྔ་གཅིག་བར་སོང་མི་སྒེར་འགྲོ་རིམ་པ་བྱུང་ཡོད་རེད་དེའི་སྐབས་ལ་ང་ཚོ་དོན་དག་མང་པོ་གཅིག་གི་ཐོག་ལ་འདི་བྱེད་དུས་རྒྱ་མིའི་ངོས་ནས་ཚུར་ང་ཚོ་ཆ་རྐྱེན་གཅིག་སྤྲད་ཡོད་རེད་ཆ་རྐྱེན་སྤྲད་པ་དེ་ལོ་རྒྱུས་ཀྱི་ཐོག་གར་སོང་ད་བོད་རྒྱ་མིའི་ཆ་ཤས་ཡིན་ཟེར་དེ་ཁས་ལེན་དེ་དགོས་ཀྱི་འདུག་ཟེར་ཏེ་ད་རྒྱུ་རེད་དེ་ང་ཚོས་སྐྱབས་མགོན་རིན་པོ་ཆེའི་ངོས་ནས་འདས་པའི་གནས་ཚུལ་དང་འདས་པའི་ལོ་རྒྱུས་ལོ་རྒྱུས་རང་སྨྲ་བའི་ཚུལ་ཐག་གཅོད་ཀྱི་རེད་འདུག་བཞག་ཞོགས་ད་མ་འོངས་པའི་སྒང་ལ་ང་ཚོ་དཀའ་སྡུག་གནང་ཡ་བྱས་ཨ་སྐུ་མདུན་གྱི་དགོངས་བཞེད་དབུ་མའི་བླ་མ་སྒང་ལ་འདུག་བྱང་ཆུབ་སེམས་དང་ཐུག་ན། ཞེས་པའི་གཏེར་ཁ་ནང་དུ། ད་གནད་དོན་འདི་གི་ཐོག་ལ། རྒྱ་མིས་ད་གང་ལྟར་བོད་རྒྱ་མིའི་ཆ་ཤས་ཟེར་འདི་ང་ཚོའི་ངོས་ནས་ཁས་ལེན་དགོས་ཀྱི་ཡོད་ཟེར་འདི་ང་ཚོས་ཁས་ལེན་ཞུ་ཐུབ་ཡ་ཅི་མ་རེད་པ། ཁོ་ལོ་རྒྱུས་ཀྱི་ཐོག་ནས་ལོ་རྒྱུས་ལོ་རྒྱུས་རང་ག་ལ་བསྡད་ཀྱི་རེད་མ་གཏོགས་ང་ཚོས་འདི་རེད་ལབ་ནས། ཁོ་ཡོང་ཡ་ཟེར་མ་རེད་ཟེར་ལབ་ནས་འགྱུར་བ་འགྲོ་ཡ་ཁས་ཡོད་མ་རེད། དེ་ཡིན་དུས། ད། འགག་རྩ། གཙོ་བོ་གཅིག་ཐུག་ས་གཅིག་འདི་གང་ཐུག་དེ་བར་ལོག་ན། དེ་ཡིན་དུས་ང་ཚོས་ལོ་གཞོན་གཞོན་ཚོ་དགོངས་པ་བཞེས་དགོས་གཅིག། ད་ལྟ་ངས་ཁོ་རང་མིང་དེ་ཧ་གོ་མ་སོང། ག་རེ་ཡིན་མེད། ཨ། ཆེ་བསྟན་ཕུན། ཆེ་བསྟན་ལྷུན་གྲུབ། དོན་གྲུབ། དེ་ཁོ་རང་གི་དྲི་བ་དེ་ག་དེ་ལ་ངས་ལན་རྒྱབ་ཐུག་ས་མ་རེད་ཟེར་ཞུ་ཡ་ཡིན། རྒྱུ་མཚན་ག། ད་ཟ་ང་ཟེར་ངེས་དེ་མ་བླངས་ད་སྐུ་ཅིག་ལན་རྒྱབ་ཆོད་ད་དང་པོ། རེད་བ། དེ་ལན་རྒྱབ།

ཅིག། ཚིག་རྩུབ་པོ་ཞུ་དགོས་ཡ་འགྲོ་དེ་རིང་ཡོང་སྲིད་ཀྱི་འདུག་དེ་ཚ་ཐུགས་རྗེ་གཟིགས་ལྷན་རྒྱས་ཚོགས་འདི་འདྲའི་ཞིག་མ་གནང་རོགས་ཞེས་ང་ཚོ་ཚང་མ་བོད་པ་གཅིག་པ་རེད་ཨ་ནི་ཕྱིའི་མི་ཡོད་རེད་ང་ཚོ་ནང་ལོགས་ལ་ཞབས་འདྲེན་ཞུས་ན་ཆོག་ཟེར་ཡོད་མ་རེད་ཐུགས་རྗེ་གཟིགས་འདི་འདྲའི་ཞིག་མ་གནང་རོགས་བྱས་ཞུ་ཡིག།
ད་ལྟ་ཨུ་རི་སཱ་ལས་ཡང་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཅིག་གསུངས་ཞུ་གི་འདུག་དེ་ཚིག་གསལ་པོ་ཅིག་སུས་ཧ་གོ་གི་ཡོད་ན་ངས་ཧ་གོ་མེད། དེའི་ཉིན་མོ་དེ། ང་གྲོང་སྡེ་ལྔ་བེད་ཀྱི་དགོན་པ་ལ་མཆོད་མཇལ་བཅར་ནས། གྲོང་སྡེ་ལྔ་བེད་ཀྱི་ཉེ་ཁྲིས་དེ་ལ་ཆགས་མེད་རིན་པོ་ཆེའི་དགོན་པ་ཡོད་རེད། ཆགས་མེད་རིན་པོ་ཆེའི་མཇལ་ཁ་ལ་བཅར་བ་ཡིན། དེ་ཆགས་མེད་རིན་པོ་ཆེ་གི་གཟིམ་ཤག་ལ་རེད། མང་ཚོགས་གཏམ་བཤད་སྐད་ཆ་དེ་འདྲ་མ་རེད། དེ་བཀའ་རྒྱུད་ཆེ་བཞི་ཆུང་བརྒྱད་ཟེར་མཁན་དེ་ཚང་མ་གཅིག་ཧ་གོ་ངེས་མི་འདུག་བ། ད་ལྟ་དྲི་བ་ལྟ་ངན་ལས་སྐད་ཆ་དྲིས་པ་ཡིན་ནས་ཆེ་བཞི་ག་རེ་རེད་ཆུང་བརྒྱད་ག་རེ་རེད་ལ་ནི་སྐད་ཆ་དྲིས་པ་ཡིན་ནས་ཕལ་ཆེར་ལབ་ཡ་ཁག་པོ་རེད། རེད་བ། དེའི་གནད་དོན་དང་འབྲེལ་བའི་ཐོག་ནས་ང་ཚོ་འདི་ཞུས་རེད་མ་ད་ངས་སྨྲ་སངས་བཀའ་རྒྱུད་ལ་ཡ་མང་སྨད་ར་བཏང་ནས་ང་ལ་ག་རེ་རག་ཡ་ཡོད་རེད་སྨྲ་སངས་བཀའ་རྒྱུད་ལ་ཡ་བསྟོད་ར་བཏང་ནས་ག་རེ་རག་ཡ་ཡོད་རེད་ང། རེད་བ། བཀའ་རྒྱུད་ནང་ལོགས་ལ་ཡ་ཆེ་བཞི་ཆུང་བརྒྱད་ཀྱི་གནས་སྟངས་དང་འབྲེལ་བའི་ཀྱི་ཐོག་ནས་ང་ཚོ་འདི་འདྲའི་བཀའ་མོལ་ཞུ་ཞེས་ཡོད་ཀྱི་རེད་དེའི་ཉིན་མོ་འདི་ལ་མི་མང་པོ་ཞུ་གི་ཡོད་རེད་རིན་པོ་ཆེ་གི་གཟིམ་ཤག་ལ་རེད། རེད་བ། རླུང་འཁོར་པར་དེ་ཡོད་རེད་ང་ང་རང་ང་རང་སྐད་ཆ་ཡག་པོ་གོ་གི་མི་འདུག་སྐྱོན་བརྗོད་བྱེད་མཁན་ཚོ་གི་ཚིག་ཡག་པོ་ག་འདྲི་ཧ་གོ་ཡིན་ན་ངས་ཤེས་གི་མེད་ཚིག་ཏག་ཏག་བྱས་ནས་ལབ་ཐུབ་བ་ཡིན་ན་དེ་ནས་ངས་དེ་ལ་དཔའ་བའི་ལན་རྒྱབ་ཆོག་གི་རེད་བ། ནའོ།
ཐོག་མ། དེ་ནས།
ད་ད་འདོད་དྲི་བ་ད་ངས་ག་ཚོད་དོ། ག་ཚོད་ལྷག་ཡོད་ད། དྲུག། དྲུག་ཅིག་ད་མགྱོགས་སུ་མགྱོགས་སུ་སོང་ན་མ་གཏོགས་ཡང་ང་ཚོགས་འདུ་རྗེས་མ་དེ་རྗེས་ལུས་ཐེབས་འགྲོ་གི་ད་ངས་ཆུ་ཚོད་ཕྱེད་ཀ་ཕར་འགྱངས་པ་ཡིན་ཆུ་ཚོད་དང་པོ་གཟིམ་འགྲོ་གི་འདུག་རེད་བ། དྲི་བ་རེ་རེ་མི་འདུག་མ་གནང་རོགས་གཅིག་རྣམ་པ་དྲི་བ་ཚང་མ་ལ་ཡང་བརྒྱག་སྐར་མ་བཅོ་ལྔ་ཉི་ཤུ་དེ་ནང་ལོགས་ལ་དྲི་བ་དྲུག་དེ་ཚར་བ་བྱས་ཡིན་ཡང་ཡང་ཚོགས་འདུ་རྗེས་མ་དེ་མི་གཞན་པ་ཚང་མ་སྒུག་བསྡད་ཡོད་རེད། དེ་ཡིན་དུས་ཨ་ནི་བྲིས་གནང་རོགས་མགྱོགས་སུ་བྲིས་གནང་རོགས། ད་གསུམ་གསུམ་དྲི་བ་གསུམ་གསུམ་མཉམ་དུ་ལེན་གིན་ཨ་ནི་འདི་ཕར་ལེན་ཞུས་ཨ་ནི་མཇུག་བསྡུ་ཡ་ཡིན།

འདུག་སྣང་སོང་ན་ཨ་ནི་སུའི་དོ་ཟླ་འགྲོ་གི་ཡོད་མེད་ངས་ཧ་གོ་གི་མི་འདུག་བ་གྱང་དུ་ལྷོད་ལྷོད་བྱས་ནས་བཞུགས་ཞེས་ངས་ལབ་སོང་ཨ་ཞེས་དང་ད་ངོས་ལེན་ཁོ་རང་མེད་ན་ནི་དེ་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་བསྒྱུར་བ་དང་ཡང་ང་ལབ་ད་དེ་ལ་གནས་ཚུལ་གསུང་སྟངས་འདི་ལྟ་ད་ད་ཁེ་ས་ཁེ་གཉིས་བྱུང་བཞག་རྒྱུ་ད་ག་རང་རེད་ཕེ་གེ་ལ། ཁེ་ས་ཁེ་གཉིས་ཀྱི་བྱུང་བཞག་རྒྱུ་གནས་ཚུལ་ཁུངས་ལྡན་མེད་པ་འདི་ཚོ་ད་རིང་འདས་གསུང་གི་ཡོད་རེད་ད་དེ་ཡང་ང་ཧ་གོ་གི་མེད་གསུང་གི་ཡོད་རེད་ཡིན་ནས་གསུང་དགོས་ཏེ་གསུང་གི་ཡོད་རེད་ངོས་ལེན་མེད་ཟེར་གི་ཡོད་རེད་ད་དེའི་སྐོར་ལ་འགྲེལ་བཤད་རྒྱག་དགོས་ན་ནི་ཚང་མ་རྒྱབ་ཚར་ཡིན། རེད་བ། ད་གནས་སྟངས་ག་འདྲས་ཡིན་མེད་དྲི་བ་བཏང་སྟངས་རྒྱུ་མཚན་ཡོད་དམ་མེད། ག་འདྲས་ཡིན་མེད་དེ་ད་གསལ་བོ་ཅིག་ཧ་གོ་ཡོང་གི་འདུག་བ། དེ་སུའི་དགོས་འདུན་འགྲུབ་གི་ཡོད་རེད་སུའི་དོན་དག་འགྲུབ་གི་ཡོད་རེད། དེ་དགོངས་པ་བཞེས་རེད་ད་ལན་རྒྱ་མ་གོ་བྱས་ག་ཚད་ལན་ཉན་གི་ཡོད་མ་རེད་བ། ང་ཐོན་ཚར་བ་རེད་བ་ལགས་སོ།
ངའི་མིང་ལ་བུ་བུ་སྒྲོལ་མ་ཡིན། དང་ཐོག་དེ་བོད་མི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་འདི་གར་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཆིབས་བསྒྱུར་གནང་བར་དགའ་བསུའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བས་ཡིན། ཨ་ནི་ངའི་དྲི་བ་འདི་དབུ་མའི་ལམ་དང་འབྲེལ་བ་ཡིན། སྤྱི་བཏང་དབུ་མའི་ལམ་འདི་ཐོག་མ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་བོན་བཏབ་པའི་དགོངས་པ་གཅིག་དང་བར་དུ་མི་མང་གི་བསམ་ཚུལ་དང་མཐའ་མ་དེ་བོད་མི་སྒྲིག་འཛུགས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་སྲིད་བྱུས་ཀྱི་ཆག་སྒོ་རེད། འདིའི་འདི་ཙམ་ནི་ད། འཚོ་བའི་གི་ངང་ནས་མ་ཡིན་པར་དངོས་བའི་གནས་སྟངས་ལ་གཞི་བཞག་ནས་བཤད་པ་ཡིན་ན་ང་ཚོ་བོད་མིའི་གི་བདེན་མཐའ་གསལ་ལ། ཐབས་བྱུས་མེད་དུ་མི་རུང་བ་དེ་དབུ་མའི་ལམ་གྱི་ཐབས་ལམ་དེའི་ཆག་སྒོ་རེད། འདིའི་འདི་ཙམ་ནི་ད་བཀའ་ཤག་རིམ་བྱོན་གྱི་ངོས་ནས་ད་བར་ལ་ཡང་དབུ་མའི་ལམ་གྱི་སྐོར་ལ་གོ་རྟོགས་དང། ཟླ་ག་ནས་བཞིན་གྱི་ལས་རིམ་འདྲ་མིན་དེ་འདྲའི་སྤེལ་ཡོད་རེད། ཡིན་པ་ཡིན་ནའི་གི། ད་ལྟའི་ཡིན་ནའི་ད་ལྟའི་ཅིག། ཉུང་དྲག་གྱོ་ཟོར་བ་ཅིག་འདི་འདྲའི་ཅིག་ང་རང་ཚོར་བ་ཡོང་གི་འདུག་འདི་ཡིན་དུས་ས་ནི་ད་ང་རང་འདས་པའི་གི་ལོ་རྒྱུས་ལ་ཉེ་གི་ད་སྙིང་བསྡུས་ཅིག་ཞུ་བ་ཡིན་ན་སྤྱི་བཏང་ང་རང་ད་ལྟ་རྡ་རམ་ས་ལ་ཡོད་བའི་སྐབས་སུ། རྡ་ས་གནས་སྡོད་བྱས་པའི་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡ་བསྟི་གནས་ཁང་ནང་ལ་ཡ་གཟབ་སྦྱོང་སློབ་ཁྲིད་པའི་གི་འཚེ་མེད་ཞི་བའི་ལྟ་གྲུབ་ཀྱི་སྐོར་ལ་ཟབ་སྦྱོང་སློབ་ཁྲིད་སྤེལ་གྱི་འགན་འཁུར་ལོ་གསུམ་ཙམ་ཞུ་བའི་གོ་སྐབས་བྱུང་སོང་དེ་དུས་ས་གནས་ང་ཚོ་རྡ་ས་ནང་ལ་ཡང་གནས་དུས་སློབ་གྲྭ་ཁག་རེད་ད་ག་ནས་བཞིན་གྱི་སྐར་མ་གཅིག་ཞུ་རོགས་གནང་ད་ག་ནས་བཞིན་གྱི་ས་གནས་ནང་ལ་ཡང་རྒན་གྱི་ངེད་ཀྱི་ཁོ་ན་ཚོ་རྣམ་པ་རེད་ད་ག་ནས་བཞིན་དགོན་སྡེ་ཁག་དང་ཚང་མ་ལ་ཡང་ང་ཚོ་གི་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་དེའི་སྒང་ལ་ཡང་ང་ཚོ་ཟབ་སྦྱོང་སློབ་ཁྲིད་སྤྲད་ཀྱི་ཡོད་དུས་ས་ངས་དྲི་བ་དེ་ཚང་མ་སོང་ང་དྲི་བ་དེ་འཇུག་དུས་ཆུ་ད། འདི་ཡིན་དུས་བསམ་ན་ཨ་ནི་ང་ཚོའི་གི་གསོ་བཀའ་བསླབ་གྲྭ་ལ་ང་ཚོ་ཟབ་སྦྱོང་སློབ་ཁྲིད་བྱེད་གི་གོ་སྐབས་མང་པོ་བྱུང་ཡོད་རེད། འདི་ཡིན་དུས་འདི་དང་འབྲེལ་བ་ད་ཉིས་སྟོང་བརྒྱད་ལོ་ལ་ཡང་ཨ་ནི་བོད་ནང་ལ་ཡང་དེ་ཞི་བའི་ངོ་རྒོལ་བྱུང་བའི་སྐབས་སུ་ང་ཚོའི་གི་ཟབ་སྦྱོང་སྤྲེལ་ཟེར་གི། དྲི་བ་རིང་པོ་ཆགས་འདུག་ཡང་ཞིམ་པ་ལ་འདི་རག་གི་མི་འདུག་གོ་ཞིག་ལ། མ་རེད་དྲི་བ་ཡང་དྲི་བ་འདི་ཡིན་གཏང་དུས་རང་བསམ་ནས་ཨ་ནི་དེ་ངེད་རྣམས་ཀྱི་རྒྱས་བཤད་དེ་བརྗོད་མདོར་མ་བསྡུས་གནང། ནས་ལའང་ངེད་མདོར་བསྡུས་ནས་ཞུས་བ་ཡིན་ན་ང་ཚོ་བོད་རྒྱའི་དཀའ་རྙོག་སེལ་ལ་ཨ་ནི་ཐབས་ལམ་ཟེར་ན་རེད་གང་ལྟར་ཐབས་བྱུས་འདི་མེད་དུ་མི་རུང་བ་དེ་དབུ་མའི་ལམ་གྱི་ཐབས་ལམ་དེ་ཆགས་ཀྱི་འདུག་འདི་ཡིན་དུས་ཙཱ་ནེ་ཨན་སྐུ་ངོ་མགོ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་ངོ་ནས། དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་ཡང་གོ་རྟོགས་ལས་འཆར་ལས་གཞི་ཟབ་སྦྱོང་ཨ་ད་ག་ནས་བཞིན་གྱི་ཚོགས་འདུས་གང་མང་མང་ཅིག་ཚོགས་ཀྱི་འདུག་དེའི་འཚོ་བའི་དེ Two Way Traffic ཨན་དེ་ཡིས་ཨན་མགོ་ང་ཚོ་སྤྱི་འཐུས་རྣམ་པ་ནས་བྱས་བྱས་ཨན་ད་ག་ནས་བཞིན་སྲི་ཞུ་བ་བྱས་དེ་ནས་མང་ཚོགས་ལ་ངོ་ནས་ཨན་དབུ་མའི་ལམ་གྱི་སྲིད་བྱུས་སྐོར་ལ་གང་མང་མང་ཅིག། ད་བྱ་རོགས་ཀྱི་དེ་ང་ཚོ་བ་ལ་མང་པོ་ཡོད་རོགས་བྲིས་པ་རྣམས།

དབུ་མའི་ལམ་ལ་གདེང་འཇོག་ཡོང་ཡག་གི་ཆེད་དུ། ཨིན་བོད་རྒྱ་ནག་གི་ཆ་ཤས་ད་འདི་རིང་ལ་ཆགས་བསྡད་ཡོད་རེད། ཆགས་བསྡད། བསྡད་ལ་ཡག་གི་ཚིག་འདི་དང། ཨ་ནི། བཙན་བཟུང་ལ་ཡག་གི་ཆིག་ཚིག་འདི་གཉིས་བར་ལ་ཁྱད་པར་ཡོད་རེད་བསམ་གྱི་འདུག་ག་ལ་ན། ཆ་ཤས་ཆགས་བསྡད་པ་ཅིག་ཡིན་པ་ཡིན་ན། ཚོགས་འདུ་དང། འཛམ་གླིང་རྒྱལ་གཅེས་ཀྱི་ཁྲིམས་དང་མཐུན་པའི་གི་ཐོག་ནས་ཐག་གཅོད་ཅིག་བྱུང་བྱས་ནས། ཕྱག་དེད་པ་ཅིག་ཆགས་པ་ཅིག་ཡིན་ན་ཕྱག་དེད་པ་རེད་དེ་ཞེས་གསུངས་པ་ཡིན་ན་ཡང་འགྲིག་དེ་ཡོད་རེད། ད་ལྟ་བར་དུ་དེ་འབྲེལ་གྱི། ཁྲིམས་མཐུན་གྱི་ཡིག་ཆ་དང་བརྒྱུད་རིམ་འགེལ་དགོས་ཅིག་མ་བྱུང་འདུག་གང་དུ་ད་ལྟ་བཙན་བཟུང་རང་ལ་གནས་དེ་ཡོད་རེད། བཙན་བཟུང་རང་ལ་གནས་ཡོད་དུས་གང་ལ། འདི། སྐུ་ངོ་གིས་དགོངས་པ་ག་འདྲི་རེད་བྱས་བྱས་ནས་ད་ལྟ་དེད་ལ་ཡ་གི་ཚིག་དེ་ག་འདྲི་གསུངས་པ་ཡིན་དེ་ག་འདྲི་ཞུ་ཡ་ཡིན།

སྐུ་ངོས་ར་དྲི་བ་འདི་དྲི་བ་བཏང་གནང་རོགས་དྲི་ར་བ་བཏང་ཡིན་སྐུ་ངོས་ར་འདི་ར་མོ་མོ་མོ་ལོང་ཡོད་རེད་སྐུ་ངོས་སྤེན་པ་ཚེ་རིང་ལགས་ད་ང་རང་ཚེ་གི་བཀའ་ཤག་ཟུར་པ་དང་དོན་གཅོད་ཟུར་པ་དང་ཚོགས་ཟུར་དང་དེ་དྲི་ལ་མ་འོངས་པ་སྤྱི་འཐུས་ཡི་ནུས་པ་དེ་ཆོས་ག་འདྲི་བསྟན་ཡ་ཡིན། ཁ་ལ་སྤྱི་འཐུས་ནུས་པ་ཤེས་ཙང་མེད་པའི་དོན་དངོས་པོ་ཐོག་ནས་ལ་ལས་གཏུག་དགོས་དོ།